ནམ་མཁའ་ལྷུན་གྱིས་ར་བཀྲ་ཤིས་བདེ་ལེགས། གྲོད་ཁོག་ཞི་དྲག་ལྟོ་བརྟས་པའི་མི་ཡིན་ན། ཁོ་རང་ཁ་ཡོད་ལག་ཡོད་ཀྱི་དགོས་མཁོ་དེ་ཁ་ལག་རེད། ཁྱེད་རང་གིས་ཁོ་ལ་བསྔགས་བརྗོད་བྱས་པ་དང་བསླབ་བྱ་སྤྲད་པ་ཡིན་ནའི། ཁོ་རང་གི་གྲོད་ཁོག་རྒྱག་གི་མ་རེད། ཁྱེད་རང་གིས་ཁོ་ལ་ཁ་ལག་ཞིམ་པོ་ཞིག་སྤྲད་ན། གཞི་ནས་ཁོ་རང། ཁོ་རང་ལ་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་བྱེད་ཐུབ་ཀྱི་རེད། གཞི་ནས་ཁོ་རང་ད་ལྟ་རང་གི་དཀའ་ངལ་དེ་སེལ་ཐུབ་ཀྱི་རེད། དེ་རིང་ངའི་ཐ་སྙད་འདི་སྦྱང་ཡིན། ཁ་ཡོད་ལག་ཡོད། དེ་སྨོན་ལམ་ཚིག་མཛོད་ཆེན་མོའི་ནང་ལ། ཐ་སྙད་འདི་གི་འགྲེལ་བཤད་དེ་འདྲ་གཅིག་བཀོད་ཡོད། མིག་མཐོང་ལག་ཟིན་ལ་ཁེ་ཕན་ཡོད་པའི་དུས། ལགས་སོ། ཨ་ནི། དེ་ནས་ངས་འདི་ལ་སྦྲགས་ལམ་ནས་ལེན་པའི་དཔེ་བརྗོད་ཁག་ཅིག་འདི་ལ་བཀོད་ཡོད། ང་ཚོ་འགྲོ་བ་མི་ཚང་མ་གཅིག་པ་ཡིན་པ་མ་ཟད། ཁ་ཡོད་ལག་ཡོད་ཀྱི་ཆ་ནས་ང་ཚོ་ཚང་མ་གོ་ལ་འདིར་མཉམ་དུ་གནས་དགོས་པ་རེད། འཇམ་སྣེ་འབྱེད་ནི་ཆོས་ལུགས་ནས་བྱུང་བའི་བསླབ་བྱ་ཙམ་མིན་པར། ཁ་ཡོད་ལག་ཡོད་ཀྱི་དགོས་མཁོ་ཡོད་པའི་བཟང་པའི་ཡོན་ཏན་ཞིག་ཆགས་ཀྱི་ཡོད། དཔེ་བརྗོད་གཞན་པ་སྟེ། ཕོ་མོ་སུ་ར་ཞིག་ཡིན་ཀྱང་རང་གི་ཡིད་ཆེས་ཞུ་སའི། ཆོས་ནས་སོང་པའི་བྱམས་བརྩེ་དང་བཟོད་བསྲན་ཆོག་ཤེས། ཆོག་ཤེས་སོགས་ཀྱི་བསླབ་བྱ་བཟང་པོ་རྣམས་སོ་སོའི་སེམས་རྒྱུད་ལ་ལྡན་པར་བྱས་ཏེ། ངོ་ཐོག་ལག་ལེན་ལ་འགེལ་ཐུབ་པ་ཞིག་བྱུང་ན། དེས་སྤྱི་ཚོགས་ལ་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོང་རྒྱུ་ཡིན་པ་ཧ་ཅང་གསལ་པོ་རེད། ངས་སོ་སོ་བཟོས་པའི་དཔེ་བརྗོད་འདི། ཨུ་རུ་སུས་བཙན་འཛུལ་བྱས་པ་ནས་བཟུང། ཡུཀ་རེན་གྱི་མི་དམངས་ཚོ་བདེ་འཇགས་དང་འཚོ་བའི་ཐད་ལ་དཀའ་ངལ་མང་པོ་འཕྲད་ཡོད་རེད། ཡིན་ནའི་ལས་ང་ཚོའི་མི་སྣ་ཕལ་པ་ཞིག་གིས་གནད་དོན་འདི་དོ་སྣང་སྤྲད་པ་དང་ཡུཀ་རེན་ལ་ངག་ཐོག་གི་རྒྱབ་སྐྱོར་བྱེད་པ་ཙམ་ལས་ཁ་ཡོད་ལག་ཡོད་ཀྱི་རོགས་རམ་བྱེད་ཐུ་ཡ་ཁ་པོ་རེད། ལགས་སོ་གལ་སྲིད་ནོར་འཁྲུལ་འདྲ་ཤོར་བ་ཡིན་ན་འཛེམ་ཟོན་མ་བྱེད་པར་ང་ལ་ནོར་བཅོས་བྱེད་རོགས། ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།